རྒྱལ་ནང་ཁང་ཁམས་བཟང་བ་སྤྱི་ལོ་ཉིས་སྟོང་བཅུ་དྲུག་ལོ་ཟླ་བ་བཅུ་བའི་ཚེས་སུམ་ཅུ་སོ་གཅིག་རེས་གཟའ་ཟླ་བའི་ཉིན་གྱི་ཨ་རིའི་རླུང་འཕྲིན་ཁང་གི་དྲ་བརྙན་མཚན་འགྱུར་བྱས་རྒྱུ་ཡིན་ང་ཚེ་ཁྲིམས་རྒྱ་མཚོ་ཡིན། གོང་ས་མཆོག་རྒྱ་གར་གྱི་ཨ་རི་གནའ་ཆེད་མངའ་སྡེ་རུ་ཕེབས་རྒྱུར་རྒྱ་ནག་གཞུང་གིས་སྐྱོན་བརྗོད་བྱས་ཡོད་ན་ཡང་གཟའ་པ་སངས་ཉིན་རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གི་སྐྱོན་བརྗོད་དེ་ལ་ལན་འདེབས་བྱས་འདུག་རྒྱ་གར་གྱི་ཨ་རི་ན་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་སང་ལོ་ཉིས་སྟོང་བཅུ་བདུན་ལོའི་ཟླ་བ་གསུམ་པའི་ནང་ལ་གོང་ས་མཆོག་གདན་འདྲེན་ཞིག་ཡོད་པ་དང། མངའ་སྡེའི་སྤྱི་ཁྱབ་པད་མ་མཁའ་འགྲོ་མཆོག་གི་ཡབ་དམ་པ་རྡོ་རྗེ་མཁའ་འགྲོ་མཆོག་གིས་ཀྱང་ཉིས་སྟོང་དགུ་ལོར་གོང་ས་མཆོག་གདན་འདྲེན་བྱས་ཏེ་གོང་ས་མཆོག་ཆིབས་བསྒྱུར་གནང་ཡོད་པ་རེད། ད་རེས་མངའ་སྡེའི་སྤྱི་ཁྱབ་པད་མ་མཁའ་འགྲོ་མཆོག་གིས་གོང་ས་མཆོག་གདན་འདྲེན་བྱས་པ་དེ་ལ་རྒྱ་ནག་གིས་རྒྱ་གར་ལ་སྐྱོན་བརྗོད་བྱས་ནས་ཏཱ་ལའི་བླ་མ་སྐུ་འཕྲེང་བཅུ་བཞི་བ་རྒྱ་གར་གྱི་ཨ་རི་ནག་སྐྱི་མངའ་སྡེ་ལ་གདན་འདྲེན་ཞུས་པ་དེ་ནི་རྒྱ་དཀར་ནག་གི་ས་མཚམས་ཀྱི་ཞི་བདེ་ལ་གཏོར་བརླག་བཏང་བ་དང། རྒྱ་དཀར་ནག་གི་འབྲེལ་བ་ལ་རྡོག་རོལ་བཏང་བ་རེད་ཅེས་སྐྱོན་བརྗོད་བྱས་འདུག། ཅིར་ཧུའེ་ཏུའུ་ཅུང་དབྱིང་པེན་དེའི་ཆུས་པེ་ཅིང་དེའི་ཆུས་དུ་ཧོ་ཕིང་ཝུན་ཏིང་ཧོ་ཅུང་དབྱིང་ཀུའན་ཞི་ཙའོ་ཆང་ཡིས་ཡན་ཅུང་ཟོན་ཧའེ། ཡིན་ན་ཡང་རྒྱ་གར་གྱི་ཕྱི་སྲིད་ལྷན་ཁང་གིས་རྒྱ་ནག་གི་སྐྱོན་བརྗོད་ལ་ཡ་ལན་བསློགས་ནས་ཏཱ་ལའི་བླ་མ་ནི་ང་ཚོའི་རྒྱ་གར་གྱི་ཆེས་མཐོའི་སྐུ་མགྲོན་ཡིན་པས་ཁོང་རྒྱ་གར་གྱི་ས་ཆ་གང་དུ་ཕེབས་འདོད་ན་ཕེབས་ཆོག་པ་རེད་ཅེས་ལན་འདེབས་བྱས་ཡོད་པ་རེད། ཁར་སང་གཟའ་ཉི་མའི་ཉིན་དབྱི་ཐ་ལི་ལ་ཚ་རིམ་དཀྲུག་དང་གྲངས་ཆུང་དཀྲུག་ཅན་གྱི་ས་ཡོམ་བྱུང་ནས་ཁང་པ་མང་པོ་གཏོར་སྐྱོན་ཕོག་ཡོད་པ་དང། དབྱི་ཐ་ལིའི་སྲིད་བློན་མ་ཏེ་འོ་ཡིས་བྱ་པ་ཡིན་ན་གྲོང་ཁྱེར་བསྐྱར་དུ་འཛུགས་སྐྲུན་བྱེད་རྒྱུ་ཡིན་ཞེས་ཁས་ལེན་བྱས་ཡོད་པ་རེད། ས་ཡོམ་འདི་ནི་ལོ་སུམ་ཅུ་སོ་དྲུག་གི་ནང་ལ་དབྱི་ཐ་ལི་ལ་བྱུང་བའི་ས་ཡོམ་ཆེ་ཤོས་ཤིག་ཡིན་པ་དང། ས་ཡོམ་འདིའི་རྐྱེན་གྱིས་དུས་རབས་བཅུ་བཞི་བའི་ནང་ལ་བཞེངས་བའི་ལོ་རྒྱུས་ཀྱི་རིན་ཐང་ཡོད་པའི་ཡི་ཤུའི་ལྷ་ཁང་ཞིག་ལ་གཏོར་སྐྱོན་ཆེན་པོ་ཕོག་འདུག་ཨི་ཏཱ་ལིའི་གྲོང་ཁྱེར་ནོར་སི་ཡ་རུ་བྱུང་བའི་ས་ཡོམ་དེ་སྤྱི་ལེ་དགུ་བཅུ་ཙམ་གྱི་ས་ན་ཡོད་པའི་ཨི་ཏཱ་ལིའི་རྒྱལ་ས་རོམ་དུ་ཡང་ཚུར་ཡོད་པ་རེད། ས་ཡོམ་དེའི་གཏིང་ཚད་ལ་སྤྱི་ལེ་བཅུ་ཡོད་པ་ཨ་རིའི་ས་གཤིས་ལས་ཁུངས་ཀྱིས་གསལ་བཤད་བྱས་འདུག་ས་ཡོམ་གྱི་རྐྱེན་གྱིས་ཁང་པ་མང་པོ་གཏོར་བཤིག་ཕོག་ཡོད་ན་ཡང་སྟབས་ལེགས་པ་ཞིག་ལ་ས་ཡོམ་གྱི་རྐྱེན་གྱིས་མི་ཉི་ཤུ་ཙམ་ལ་རྨས་སྐྱོན་ཆུང་ཙམ་མ་གཏོགས་ཟོག་སྐྱོན་གཅིག་ཀྱང་བྱུང་མི་འདུག། ལས་འཆར་གྱིས་ཚེ་ཁོ་མེར་ཆགས་ལས་དེ་རིང་གསར་འགྱུར་ཁག་ཏུ་ཐོན་པ་ཡིན་ན་ཨི་ཐ་ལིའི་སྲིད་བློན་གྱིས་ཆུ་ཁང་བསྐྱར་བཞེངས་བྱེད་རྒྱུ་ཡིན་ཞེས་བཤད་ཡོད་པར་མ་ཟད་གཏོར་སྐྱོན་ཕོག་པའི་མི་སེར་གྱི་ཁང་ཁྱིམ་སོགས་འཛུགས་སྐྲུན་བྱས་ནས་མཛེས་སྡུག་ལྡན་པའི་གྲོང་ཁྱེར་ཞིག་བསྐྲུན་རྒྱུ་ཡིན་ཞེས་ཁས་ལེན་བྱས་ཡོད་པ་རེད། སྲིད་སྐྱོང་བློ་བཟང་སེང་གེས་དབྱིན་ཇིའི་རྒྱལ་ས་ལོན་དོན་དུ་ཕྱོགས་བསྐྱོད་བྱས་ཡོད་པ་དང། དེ་གར་ཡོད་པའི་བོད་ཀྱི་སློབ་ཕྲུག་རྣམས་ལ་ལྟ་སྐོར་བྱས་ནས་མི་མང་ལ་གཏམ་བཤད་བྱས་ཡོད་པ་རེད། ཁར་སང་སྲིད་སྐྱོང་བློ་བཟང་སེང་གེ་ཡིས་དབྱིན་ཡུལ་གྱི་བོད་ཀྱི་སློབ་ཕྲུག་རྣམས་ཀྱི་བོད་ཀྱི་གཞས་སྣ་འཁྲབ་སྟོན་ཁག་ཅིག་དང་གཟའ་ཉི་མའི་འཛིན་གྲྭ་ལ་གཟིགས་རྗེས་བཤད་པ་ཡིན་ན། ཁྱེད་རྣམས་ཀྱིས་བོད་ཀྱི་རིག་གཞུང་རྒྱུན་འཛིན་མུ་མཐུད་ནས་འགྲོ་བཞིན་ཡོད་སྟབས་བློ་ཁོག་གཅིག་དགོས་པ་ཞིག་མཐོང་བྱུང་བ་དང། ཕྲུ་གུའི་ཕ་མ་ཚོ་ཡིན་ན་ཡང་ལས་སླ་བོ་མ་རེད་དཀའ་ངལ་ལ་མ་འཛེམས་པར་གཟའ་ཉི་མ་རྒྱུན་དུ་མུ་མཐུད་ནས་བོད་ཀྱི་རིག་གཞུང་དང་སྐད་ཡིག་གཅེས་འཛིན་ཡོང་ཆེད་ཕྲུ་གུ་འཛིན་གྲྭར་བསྐྱལ་ནས་འབད་བརྩོན་གང་ཡོང་གནང་བཞིན་ཡོད་པ་ང་རང་ཕ་མ་ཞིག་ཡིན་པའི་ཆ་ནས་བསམ་ཤེས་ཐུབ་ཀྱི་འདུག་ཅེས་བཤད་ཡོད་པ་རེད། འོས་གཞུང་དྲ་རྒྱ་རུ་འཁོད་པའི་གནས་ཚུལ་ལྟར་ན། ཉིན་དེར་སྲིད་སྐྱོང་བློ་བཟང་སེང་གེ་མཆོག་གི་གཏམ་བཤད་དུ། དབྱིན་ཡུལ་ལ་མཚོན་ན་དེ་སྔ་བྱ་སྤྲེལ་འབུད་མཁན་མི་གྲངས་བརྒྱ་ཡང་ལོང་གི་མེད་ཅིང་ད་ལྟ་བྱ་སྤྲེལ་འབུད་མཁན་མི་གྲངས་ཉིས་བརྒྱ་ལྷག་ཡོད་སྐོར་བརྗོད་ཡོད་པ་དང། སྤྱིར་དབྱིན་ཡུལ་དུ་མི་གྲངས་ཁྱོན་དགུ་བརྒྱ་ཙམ་ཡོད་ཚུལ་གསུངས་ཤིང་ཏོག་ཙམ་དགོངས་པ་བཞེས་ནས་བྱ་སྤྲེལ་འབུད་ཐུབ་ཚེ་དགེ་མཚན་ཆེན་པོ་ཡོད་སྐོར་གསུངས་འདུག་ད་དུང་ཨ་རི་དང་ཡོ་རོབ་ཁུལ་དུ་ཤ་ཁྲག་འབུལ་མཁན་མང་དུ་ཕྱིན་པ་ཙམ་མ་ཟད་ཆབ་སྲིད་ཐོག་ལ་དོ་སྣང་གནང་མཁན་མང་དུ་ཕྱིན་ཡོད་པའི་གཏམ་བཤད་བྱས་ཡོད་པ་རེད། སི་རི་ཡའི་དམག་འཁྲུག་གི་གནས་ཚུལ་ཞིག་ལ་གྲོང་ཁྱེར་ཨ་ལ་པོ་ཟེར་བའི་ས་ཆ་དེ་རུ་གྱེན་ལོག་པ་རྣམས་ཀྱིས་གཞུང་དམག་ལ་དམག་འཁྲུག་བྱས་ཏེ་ར་ཤི་ཡའི་རྒྱབ་སྐྱོར་ཡོད་པའི་གཞུང་དམག་རྣམས་འགོག་ཐབས་བྱེད་བཞིན་པའི་སྐབས་སུ་མི་སེར་དཀྱུས་མའི་སྟེང་ལ་དུག་གི་མཚོན་ཆ་དབྱིབས་བཅས་ཡོད་པ་སི་རི་ཡའི་གཞུང་གཉེར་གསར་འགྱུར་ཁང་གིས་གནས་ཚུལ་སྤེལ་འདུག། ཁར་སང་དམག་འཁྲུག་བྱེད་བཞིན་པའི་སྐབས་སུ་མི་བཞི་བཅུ་ཞག་གཅིག་རྐྱེན་ལམ་དུ་ཕྱིན་ཡོད་པ་དང། སི་རི་ཡའི་གཞུང་གིས་བདག་གཉེར་བྱས་ཡོད་པའི་ས་ན་གསར་འགྱུར་ལས་ཁུངས་ཀྱིས་གསར་འགྱུར་སྤེལ་བ་ཡིན་ན། སི་རི་ཡའི་གཞུང་གི་དབང་བསྒྱུར་འོག་ཏུ་ཡོད་པའི་ས་ཁུལ་གཉིས་སུ་དུག་རླངས་ཀྱི་རྐྱེན་གྱིས་མི་སུམ་ཅུ་སོ་ལྔ་ལ་དུག་ཕོག་ནས་ན་ཚའི་དཀའ་ངལ་འཕྲད་བཞིན་ཡོད་པའི་གནས་ཚུལ་སྤེལ་འདུག་ས་ན་གསར་འགྱུར་ལས་ཁུངས་ཀྱིས་གསལ་བཤད་བྱས་པ་ཡིན་ན། དུག་རླངས་མཚོན་ཆ་བེད་སྤྱོད་གཏོང་མཁན་དེ་ཚོ་ཐུར་ཁེ་དང་སོ་ཏི་ཨ་རི་བྷི་ཡ་ལ་འབྲེལ་བ་ཡོད་པའི་འཇིགས་སྐུལ་བ་ཡིན་པའི་འགྲེལ་བཤད་བརྒྱབ་འདུག། ཨ་རི་ན་ཡོད་པའི་བོད་མི་སྒྱུ་རྩལ་བ་ཞིག་གིས་ཨ་རིའི་གྲོང་ཁྱེར་ཞི་ཁ་གོའི་ནང་དུ་གནའ་སྟངས་ཟུང་འབྲེལ་གྱི་བསྟུན་པའི་སྐུ་བརྙན་ཞིག་བཞེངས་ཏེ་གླིང་ག་ཞིག་གི་ནང་དུ་འགྲེམས་སྟོན་བྱས་ཡོད་པའི་གནས་ཚུལ་ཐོན་འདུག་བོད་ཀྱི་སྒྱུ་རྩལ་བ་བཀྲ་ཤིས་ནོར་རི་ཡིས་མཐོ་ཚད་ལ་ཡིག་འཕྲུལ་བཅོ་ལྔ་ཡོད་པའི་བསྟུན་པའི་སྐུ་བརྙན་ཞིག་བཞེངས་ཏེ་ཨ་རིའི་གྲོང་ཁྱེར་ཞི་ཁ་གོ་ཡི Grant Park གླིང་ག་ཞེས་པའི་ནང་དུ་འགྲེམས་སྟོན་བྱས་འདུག་བསྟུན་པའི་སྐུ་བརྙན་འདི་ནི་བདུན་འཇོག་རྙིང་པ་ལ་སོགས་པའི་ཤིང་ཆ་རྙིང་པ་བསྐྱར་བཅོས་བྱས་ཏེ་བཟོས་པ་ཞིག་ཡིན་པ་དང་ཆུའི་རྣམ་པ་ནི་དེང་རབས་ཀྱི་སྒྱུ་རྩལ་གྱི་རྣམ་པ་ཡིན་ཡང་ཐིག་ཚད་དེ་ནི་བོད་ཀྱི་སྲོལ་རྒྱུན་གྱི་རི་མོའི་སྟོན་པའི་སྐུ་བརྙན་གྱི་ཐིག་ཚད་ཚང་གི་ཡོད་པའི་འགྲེལ་བརྗོད་བྱས་འདུག་ཤིང་གི་སྟོན་པའི་སྐུ་བརྙན་དེ་བཞེངས་དགོས་པའི་རྒྱུ་མཚན་གཅིག་ནི་བོད་ཀྱི་ཁོར་ཡུག་ཙམ་མ་ཟད་ཛམྦག་གླིང་གི་ཁོར་ཡུག་ལ་གཏོར་བཤིག་ཐེབས་ཀྱིན་ཡོད་པ་དང་བོད་ཀྱི་སྒྱུ་རྩལ་བ་ཞིག་ཡིན་པའི་ཆ་ནས་བོད་དོན་གོ་རྟོགས་སྤེལ་ཆེད་སྐུ་བརྙན་དེ་བཞེངས་བ་ཡིན་ཞེས་བཤད་འདུག། སྐུ་དང་དེ་འབྲེལ་གྱི་ཐོག་ནས་ད་མ་བོད་པའི་གི་གནས་སྟངས་ཐོག་ལ་མ་བཤད་བཤད་གི་ད expression གཅིག་རོ། ཡང་གྲོང་ཁྱེར་དེའི་ནང་དུ་སྐུ་བརྙན་དེ་བཞེངས་དགོས་དོན་གཅིག་ནི་གྲོང་ཁྱེར་དེ་ན་ཉིན་རེ་བཞིན་ཕལ་ཆེར་མི་ལྔ་རེ་མེ་མདའི་འོག་ཏུ་འདས་གྲོངས་སུ་འགྱུར་བཞིན་ཡོད་པས་སྟོན་པའི་སྐུ་ཞིག་བཞེངས་བ་ཡིན་ན་ཁོང་ཚོས་ཕན་གྱི་རེད་བསམ་ནས་བཞེངས་བ་ཡིན་ཞེས་འགྲེལ་བརྗོད་བྱས་ཡོད་པ་རེད། མཚམས་འདི་ནས་དེ་རིང་གི་ཨ་རིའི་རླུང་འཕྲིན་ཁང་གི་དྲ་བརྙན་གསར་འགྱུར་བཤད་ཚར་བ་ཡིན་ལས་རིམ་བཞུགས་པའི་ཐུགས་རྗེ་ཆེ།